དགེ་སློང་རིག་པ་འཛིན་པ་རྣམས་དང་དེ་ནས་སྔགས་རིག་པ་འཛིན་པ་རྣམས་ལ་སོགས་པས་དེ་ནས་བསྐུལ་ཞིང་འོས་པར་གནང་ལ་བསྐུལ་བར་འོས་པ་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་ཏེ་དེ་ནས་བགྲོ་གླེང་ཅུང་ཟད་ཅིག་ཞུ་བ་ལ་སྔོན་དུ་ཤོད་པར་བྱའོ།

དེ་ནས་དྲི་བ་དང་པོ་དེ་བོད་བརྒྱུད་ནང་བསྟན་གྱི་དང་ཤོག་སུ་གཏོགས་པ་ཐམས་ཅད་ཀྱི་གཟན་ཤ་འདབ་དེ་གང་རུང་ངེས་འདི་སུ་རེད་གང་མི་རུང་ངེས་འདི་སུ་རེད་དེའི་སྐོར་ལ་ཁམས་མཚོན་བྱེད་པོ་ཅིག་དགོས་སུ་རེད་ཟེར་དྲི་བ་གནང་འདུག་ད་དེ་ལ་ལན་གཉིས་རྒྱབ་ནས་ཞུ་ཡག་ཡིན། མགོན་པོ་ལུས་གྲུབ་ཀྱིས་གང་ལ་སྟོང་པ་ཉིད་རུང་བ་དེ་ལ་ཐམས་ཅད་རུང་བ་ཡིན་ཞེས་ཏེ། ད་སྟོང་པ་ཉིད་ལ་རུང་མ་རུང་གི་ད་བུ་སུ་དོག་པོ་དེ་ཞི་དྲག་དགོས་ཡ་མེད་རེད་སྟོང་ཉིད་ཟེར་ཡ་དེ་ཡིན་དུས་ཐམས་ཅད་ལ་རུང་གི་ཡོད་གསུང་ཡ་དེ་རེད་མ་གཏོགས་མི་རུང་བ་དང་མི་ཆོག་པ་དང་དེ་ད་མགར་འདུག་དེ་འདྲ་མང་པོ་ཡོད་མ་རེད་ད་དེ་ཞིག་སྟོང་གི་ཆོས་ཀྱི་གནས་ལུགས་དགོས་ན། དྲི་བ་བྱས་ན་དེ་འདྲ་ཡིན་དེ་ཡིན་དུས་ཐམས་ཅད་ཀྱི་ཐུགས་ཀུ་སུ་དོག་པོ་གནང་དགོས་མ་རེད། གཅིག་ཆོག་གི་རེད་གཉིས་ཆོག་གི་མ་རེད་གཅིག་གི་ཡག་གོན་དགོས་རེད་གཅིག་གི་མ་ཕུད་དགོས་རེད་ཟེར་ཡག་གི་མགོན་དུ་དེ་མ་གནང་ནས་ཐུགས་དུ་རྒྱ་ཆེན་པོ་བྱེད་ཁོ་པ་དུ་རྒྱ་ཆེན་པོ་བྱེད་ཡག་དེ་དང་ང་ཚོ་ཐེག་ཆེན་དབུ་མ་པ་ཡིན་ནས་བཟུང་སྟེ་ད་དེ་འདྲའི་གཅིག་གི་ད་བསམ་ཚུལ་ཟེར་དགོས་རེད་བ། ད་སྟོང་ཉིད་སྟོང་ཉིད་ཟེར་ཡག་དེ་ད་སྔོན་སོང་དུ་སྟོང་ན་གང་ཞིག་མ་གཏོགས་སྔོན་སོང་དུ་མ་སྟོང་ན་སྟོང་ཉིད་ཟེར་མཁན་དེ་བསམ་ཚུལ་གཅིག་རེད་བ། བསམ་ཚུལ། བསམ་ཚུལ། རྒྱ་ཆེན་པོ་གཅིག་དང། ཁུག་རྒྱ་ཆེན་པོ་གཅིག་དང། ངས་ག་རེ་བྱུང་ཚོར་བའི་ངོས་ནས་བཤད་ན་ཁུག་པ་རྒྱ་ཆེན་པོ། བསམ་བློའི་ངོས་ནས་བྱས་སོང་བ་ཡིན་ན། ག་རེ་ཟེར་དགོས་རུ་གོ། ཐལ་རྒྱ་ཆེན་པོ་གཅིག། བསམ་བློ་ཅི་ཡིན་ན་ཡང་གཏོང་ཆོག་ཆོག་བ་གཅིག། གཏོང་ཆོས་ཀྱི་རེད་དེ་བསམ་བློ་དེ། བསམ་བློ་དེ། ཡང་དག་པ་ཡིན་མིན་གནས་ཚུལ་ཁ་ཁ་རེད། ཡང་དག་པ་མ་ཡིན་པ་ཡང་བསམ་ཆོག་གི་རེད་ཡང་དག་པ་ཡང་བསམ་ཆོག་གི་རེད། ཡང་དག་པ་དང་ཡང་མ་དག་པ་གཉིས་ཀ་བསམ་ནས། མཐར་དེ་ནས། ཡང་དག་པ་དེའི་ཕྱོགས་ལ་འགྲོ་ནས་མཐར་ཡང་དག་པ་དེ་དང་མ་དག་པ་གཉིས་ཀ་ཡང་མེད་པ་བཟོ་དགོས་ཡ་དེ་དག་ཤི་དང་དབུ་མ་གི་བཀའ་མི་ཤེས་ན་ཤིན་ཏུ་ནས་ཀྱི་གོ་བ་ཆེན་པོ་ཆེ་རེད་བ། དེ་ནས་དབུ་མའི་ལྟ་བ་ཟེར་ཡ་སྟོང་ཉིད་ཟེར་ཡ་དེ་དེ་བསམ་ཚུལ་དེ། ད་ངོས་ཟིན་རྒྱོབ་རེད་མ་གཏོགས་གཅིག་གིས་ཕ་ཤེལ་གཅིག་གི་ལྟ་བ་ཟེར་ཡག་དེ་ཡིན་གཅིག་མི་ནི་གཅིག་གི། ཟེར་ཡག་དེ་གཅིག་སངས་རྒྱས་འདྲ་བོ་དང་བྱང་ཆུབ་སེམས་དཔའ་འདྲ་བོ་གཅིག་རྒྱུད་ལ་ཡོད་བཞག་རྒྱུ་གཅིག་ང་ཚོ་སོ་སོའི་སྐྱེ་བོ་ལ་མེད་བཞག་རྒྱུ་གཅིག་ཆོས་འདྲ་ཡོད་མ་རེད། དེ་ཡིན་དུས་ལྟ་བ་ཟེར་ཡག་དེ་ང་རང་ཚོ་ད་ལྟ་ནས་ཡག་ལྟ་བ་ཡོང་དགོས་པ་རེད། ཁོང་ཚོ་ཚང་མ་གི་ཡང་སེམས་པ་དེ་རྒྱ་ཆེ་པོ་བྱེད་སྐུ་ཡངས་པོ་བྱེད་ཅིག་ཨ་ནི་ག་རེ་ཡིན་ན་ཡང་མཐོང་ཚད་རིག་ཚད་བསམ་ཚད་བློ་ཡུལ་ཤོང་མ་ཐུབ་པ་མ་ཡིན་པ་ཐམས་ཅད་བློ་ཡུལ་ཤོང་ཐུབ་པའི་ལྟ་བ་ཅིག་བྱུང་ན་ད་ཐེངས་ཀྱི་ལྟ་བ་ཡང་དག་པ་ཟེར་ཡ་དེ་ལྟ་བ་མཐའ་བྲལ་དབུ་མའི་ལྟ་བ་ཟེར་ད་དེ་འདྲའི་ཅིག་བསམ་ཚུལ་དེ་ལ་ཧ་ཅང་གི་གལ་ཆེན་པོ་ཡིན་འདུག་དེ་འདྲའི་ཅིག་གི་ལྟ་བ་གཞིར་བཞག་ནས།

དེ་ནས་གཅིག་འདུ་བ་ང་ཚོ་ཟས་ཤ་འདབ་ཟས་ཅིག་མ་ཡང་འདུ་བ། ཤ་འདབ་ཟས་དེ་ད་ཡག་པོ་བསམ་བློ་དང་དྲང་པོ་བྱས་ན་ད་ལྟའི་མི་མང་པོ་ཅིག་སྐྱོབ་བསྡད་རུང་ཟས་ཤ་འདབ་འདི་རེད། ཡང་སྒོ་ནས་སྐྱབས་རྗེ་རྣམ་པ་ཡིན་ན་རེད་མ་མཇུག་ནས་སེར་སྐྱེམས་པ་རྣམ་པ་ཡིན་ན་རེད་ད་འཚོ་བ་མང་པོ་ཅིག་ད་འདི་ལ་བརྟེན་ནས་ད་ང་ཚོ་མིག་གི་འཚོ་བ་དེ་བསྐྱལ་གྱི་ཡོད་པ་དེ་ཐམས་ཅད་ཀྱི་མཁྱེན་དགོས་ཡ་གཅིག་རེད་འདི་ཡོད་རེད། དེ་ཡིན་དུས་གཟན་ཤ་འཐུ་ཟེར་ཡ་དེ་ང་ཚོ་འཚོ་བ་སྐྱེལ་བྱེད་ལ་མེད་དུ་མི་རུང་བ་ཅིག་ཆགས་དུ་ཡོད་པ་རེད་དྲན་གྱི་འདུག་ད་སངས་རྒྱས་ཀྱི་ན་བཟའ་ཡིན། ཡིན། ཡིན་པ་བྱེད་ཤོག་མིན་པ་བྱེད་ཤོག་ད་རྣམ་པས་སངས་རྒྱས་ཀྱི་འཕྲིན་ལས་ཅིག་གིས། དེ་ནས་གཞན་ཕན་བྱང་ཆུབ་ཀྱི་སེམས་ཀྱིས་དེ་ནས་དཔེར་ན་གལ་སྲིད་འབྲས་བུ་ཆེན་པོ་ཅིག་གིས་བདག་ལ་བསྟན་ནས་ད་འདི་ལ་བརྟེན་ནས་འཚོ་བ་མང་པོ་ཅིག་སྐྱེལ་དུ་ཡོད་རེད་མི་མང་པོ་ཅིག་ད་འདི་ལ་བརྟེན་ནས་ཡར་བླ་མ་ཆེན་པོ་རྣམས་ཀྱི་གྲྭ་པ་མང་པོ་ཅིག་གསོས་བསྡད་པ་དེ་ད་འདི་ལ་བརྟེན་དུ་ཡོད་རེད། དེ་ནས་མ་སེར་སྐྱེམས་པ་དེ་སོགས་ཀྱིས་སྐྱེས་མའི་སྤུ་གུ་མང་པོ་ཅིག་གསོ་ཡ་དེ་གཟན་ཤང་དང་འདེགས་ལ་བརྟེན་ནས་ད་མང་པོ་ཅིག་ཁ་གསོ་བདེ་དགོས། ཡིན་དུས། དེ་ད་ངས་བལྟས་ན། ནང་པ་སངས་རྒྱས་པ་ཇི་ཡིན་ནས་བཟུང་སྟེ། ད་འདི་གོན་ཆོག་རེད་དེ་གོན་མི་ཆོག་པ་གལ་ཡོད་མ་རེད། དེ་མགོན་ཆེན་ཚེ་རིང་པོ་ཆེ་ཧྥུ་རན་སི་ལ་སྒྲུབ་གྲྭ་ལ་བཀའ་སླབ་ཅིག་གནང་པའི་སྐབས་སུ་ལ་སྐྱབས་འགྲོ་གདམས་པ་ཞུ་ཚར་ནས་བཟུང་སྟེ། དེ་ནས་གཟན་ཤང་དང་དུ་གོན་ཆོག་ཟེར་དེ་འདྲའི་བཀའ་གནང་བ་ཡོད་རེད།

ཨ་མ། རྒྱ་ནག་གི་ས་མཚམས་ལ་རྒྱལ་རོང། ཨ་ཡུན་ནན་སེ་ཨ་ལ་སོགས་པ་བོད་ནང་སྤྱི་བསྟན་པ་དེ་ག་ན་དར་ཡོད་ན་ད་གཟན་ཤང་ཐབ་དེ་པོ། གཟན་ཤང་ཐབ་གང་དེ་ངན་ཅིག་ཡོད་བསྡད་པ་རེད་ད་དེ་མང་པོ་ཅིག་དར་བསྡད་ཡོད་པ་རེད་དེ་ལ་བརྟེན་ནས་གང་ལ་གང་འཚམས་ཀྱི་ཆོས་ཕྱོགས་ཀྱི་བྱ་བ་མང་པོ་ཅིག་བྱེད་ཀྱི་ཡོད་རེད། དེ་ཡིན་དུས་གཟན་ཤང་ཐབ་དེ་གང་བཞག་པ་ཡིན་ན་དམིགས་བསལ་འགལ་བ་དང་འབྲེལ་བ་ཅིག་ཆགས་བསྡད་ཀྱི་ཡོད་རེད།

དེ་ནས་བཙུན། བྷྲ་མ་ཚིག་རྩུབ་ངང་ཆ་ལ་སོགས་པ་དག་མི་ཚོང་བ་དག་དང་བཅས་གུར་བ་ཡར་ཚང་མར་མངགས་པ་ཡིན་དུ་རྒན་མོ་མང་པོ་ཡོད་ཀྱི་རེད་ད་མི་ཚོང་བ་དེ་ག་འདྲས་ཡིན་ནམ་ཤེས་མ་ཐུབ་གཞན་ཕར་ཆེར་དེ་འབྲེལ་བ་མེད་མིན་གྱི་དེ་ནས་དཔེར་ན་འཚོ་བ་སྐྱེལ་གཏོང་རྒྱུ་ལ་ཆགས་ཀྱི་ཡོད་དུས་དེ་ཡོད་ངས་ཡག་པོ་རེ་སྤྲད་ཀྱི་འདུག་ཟེར་ཞུ་ཡ་ཡིན། འདིར་ང་དང་ཨ་ཟན་ཤ་འདབ་དགོས་ངེས་དེ། དགེ་སློང་སྡོམ་པ་ཡིན་དགེ་སློང་ཚད་ལྡན་ཡིན་ངེས་ཡོད་རེད་མིན་ངེས་ཡོད་རེད། དེ་ནི་འདུལ་བ་ལས་གསུམ་ལ་བལྟས་པའི་དགེ་སློང་བཟའ་ལྔ་ཕྱུག་དང་ཕྱུག་དེ་དེ་མ་ཡིན་པ་དང་སྟོང་པ་སུམ་ཅུ་པའི་སྐྱབས་འགྲོ་སྐྱབས་སུ་འགྲོ་ཚར་ནས། དེ་ནི་མ་ནི་འདོན་ཤེས་ངེས་ཅིག་དང་ཆོས་དཔེ་ཆ་བཀའ་ཆོས་འདོན་ཤེས་ངེས་ཅིག་དེ་གོན་ཆོག་གི་རེད་དེ་གོན། ཡག་པོ་གོན། བསྡད་པ་ཡིན་ན་ཚེ་འདི་ལའང། དགེ་སློང་ཚིལ་བུ་བཙོ་མ་ཅིག་མ་རག་ན་ད་ལྟ་འདི་ལ་གན་འདེབས་པ་ཡིན་ན། མ་འོངས་པ་ལ་ནམ་ཞིག་ཏུ་སྐྱེ་བ་རྗེས་མ་ནས་རྗེས་མ་ཚིལ་བུ་རྣམ་པར་དག་པའི་དགེ་སློང་ཡོངས་དག་པ་དེས་སྐྱེ་བའི་བག་ཆགས་བཞག་ཡག་གི་ཆེད་དུ་དེ་གཟན་ཤང་དུ་འདི་ཚོ་མི་རྣམས་ལ་ཡག་པོ་རེད་དྲན་གི་འདུག་ཐུགས་རྗེ་ཆེ། དེ་ཡིན་དུས་ཕྱག་རྒྱ་ཐུབ་པའི་རྗེས་འཇུག་ཡེ་ནས་བཟུང་སྟེ་གཟན་ཤང་དུ་འདི་གན་ཆོག་གི་རེད་དེ་རུང་མི་རུང་ཟེར་ཡ་ཡོད་མ་རེད་ཐམས་ཅད་ཆོག་ཟེར་གསུངས་ཡོད་རེད་ཐུགས་རྗེ་ཆེ་དེ་རྣ་བར་རོ་གྱིས་ཞུ་ཡ་ཡིན་ཐུགས་རྗེ་ཆེ་དེ་ལྟར་དུ་བྱས་ནས་དགེ་བའི་ཕྱོགས་ལ། བྱ་བ་གང་ཆེ་ཆུང་ཅི་སྒྲུབ་རོགས་གྱིས་ཞུ་བ་ཡིན། ཁྱེད་ཀྱིས་བཤད་དེ་ནི་གཟན་ཤམ་བསྐོར་ཏེ་དང། གཙོ་བོ་དེ་དང་གཟན་ཤམ་ཟེར་དེ་དང། བསྟན་པ་བསྟན་པ་ཟེར་ན་སེམས་ཅན་གྱི་དོན་སེམས་ཅན་གྱི་དོན་ཟེར་ན། ད་རྒྱ་ཆེན་པོ་དང་གས་རེ་གི་ཡོད་མི་ཤེས་ཏེ་གཟན་ཤམ་དེ་གོན་པ་ཡིན་ན་གཟན་ཤམ་གོན་མཁན་དེ་ལ་ཕོ་བ་མི་འདུག་ཤག་ཤག་རེད། ད་ས་ཆ་ག་ན་གསུངས་པ་ཡིན་ན་དེ། བོད་ཡུལ་རོང་པ་གཅིག་མ་རེད་འཛམ་བུ་གླིང་ག་བ་ལ་ཕྱིན་པ་ཡིན་ན་གཟན་ཤམ་རེ་གོན་རྒྱུ་ཡོད་ན།